ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ལྟ་ང་ཡོད་ས་ནས་རྡ་རམ་ས་ལ་ཉིན་གྲངས་སོ་ཡོད་པའི་རྒྱུད་སྟོད་གྲྭ་ཚང་ལ་རེད་ད་རིང་ནི་སྤྱི་ཟླ་དྲུག་པའི་ཚེས་པ་ཉི་ཤུ་རྩ་དྲུག་དང་རྒྱུད་སྟོད་གྲྭ་ཚང་དང་མཚོ་བོད་བླ་བྲང་གཉིས་ཀྱི་གོ་སྒྲིག་འོག་རྒྱུད་སྟོད་གྲྭ་ཚང་དུ་དཔལ་རྒྱལ་བ་ཀརྨ་པ་སྐུ་ཕྲེང་བཅུ་བདུན་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་འཁྱུག་ཤི་ལུགས་ལྟར་དགུང་གྲངས་བཞི་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཞུས་སོང།

ཐུགས་སྨོན་གནང། ཨ་ནི། སྐྱེས་སྐར་གྱི་ཚིམ་སྒྲིག་གནང་དེ་ལ་ཡང་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡ་ཡིན། ད་མི་ཚེ་ང་ཚོ་ད་འབྲས་ལྗོངས་སྒྲུབ་རྒྱུ་ཆ་མཚོན་པ་ཡིན་མིན་ན། གྱང་དཀར་མོ་པདྨ་སྐུ་འཕྲེང་གོང་མ་དེ་ཚོའི་སྐབས་ནས་ད་འབྲེལ་བ་ཡོད་བསྡད་པ་མཆིས། ད་ནམ་རྒྱུན་གསུང་སྲོལ་ལ་ཡང་དཀར་མོ་པདྨ་སྐུ་འཕྲེང་དགུ་བ་ནས་ཀྱི་འབྲེལ་བ་ཆགས་བསྡད་པ་ཡིན་པ་ཅིག་གསུང་གི་འདུག་བ། གང་ལྟར་ཡང་ད་ག་འདྲ་ཅིག་དཀར་མོ་པདྨ་སྐུ་འཕྲེང་མང་པོའི་སྔས་ནས་འབྲེལ་བ་ཡོད་བསྡད་པ་ཅིག་གིས་དེ་འདྲ་ཅིག་གིས་ད་ལུང་པ་ཅིག་ཆགས་བསྡད་ཀྱི་ཡོད་རེད་བྱས་ཙང།

བཀོད་བརྒྱུད་ཀྱི་གདན་ས་དེ་ཚོ་ལས་ནས་རྒྱབ་སྐྱོར་རོགས་རམ་གནང་ཡག་རེད་དེ་ཚོའི་ཐོག་རིག་ནས་ཧ་ཅང་གི་ད་བཀའ་དྲིན་ཆེན་པོ་བཞག་གནང་ཤག་དེ་འདྲ་ཡིན་དུས་ས་ནས་དེ་ལ་ཡང་དམིགས་བསལ་གྱི་གོ་སྐབས་འདི་བཟུང་བྱས་ཨ་ནི་ང་འདི་བློན་ཆེན་མཆོག་དང་ཨ་ནི་དགོན་གནས་བློན་པོ་ལ་སོགས་པ་དག་ཚང་མ་རུ་ལས་ཡག་འབྲེལ་བའི་ཚང་མ་རུ་ལས་ཡག་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡག་ཡིན། ད་དེ་ཡིན་ཏེ། ད་སྐྱེས་སྐར་གྱི་དུས་ཚོད་ལུས་ཆགས་དེ་ཡོད། ད་སྐྱེས་སྐར་གྱི་དུས་ཚོད་དེ་ད་ཕྱོགས་གཅིག་ནས་རང་གི་ད་ལུས་སྐྱེས་པའི་ད་དྲིན་ཆེན་གྱི་ཕ་མའི་གི་ད་བཀའ་དྲིན་རྗེས་སུ་དྲན་དགོས་པ་ཞིག་གི་ཉིན་མོ་ལུས་ཆགས་དེ་ཡོད་རེད། ནི་ད་ནང་བཞིན་གྱི་ད། ད་ལྟ་བུ་དུ་ད་ལོ།

ཆོས་འཇིག་རྟེན་གང་གི་ཐོག་ནས་རྒྱབ་སྐྱོར་གནང་མཁན་གྱི་མཐུན་པའི་གྲོགས་མཛའ་བའི་གྲོགས་ཚང་མ་ལོག་གིས་ད་བཀའ་དྲིན་རྗེས་དྲན་སྐོར་ཅིག་གི་ཉི་མ་འཆར་གྱི་ཡོད་རེད། ཨ་ནི་དེ་ལྟར་སྟབས་ཅིག་ཏུ་ཡང་ཅིག་མ་འོངས་པ་ལ་ཡང་ཅིག་མ་འོངས་ལ་ཡང་མ་འོངས་པ་ལ་ཡང་ད་གང་འདྲ་ཅིག་བསྟན་འགྲོའི་དོན་སྒྲུབ་བྱས་ནས་ཅིག་དལ་འབྱོར་པའི་དོན་ཡོད་པར་བྱས་ཡང་དལ་འབྱོར་ལ་སྙིང་པོ་ལེན་པར་བྱས་འོ་ད་དེ་འདྲའི་བྱས་ཀྱི་ད་ཅིག་ཡང་ཁོ་རང་སེམས་ལ་ཡང་ཅིག་དམ་བཅའ་བཞག་དགོས་ཡ་ཟེར་ན་འདྲ་འདུག་ཡང་ན་ཅིག་ཆོད་སེམས་བརྟན་པོ་ཆགས་ཡང་བསྐྱར་ཅིག་ཆོད་སེམས་བརྟན་དུ་གཏང་དགོས་ཡ་རེད་ཅིག་གི་དེ་འདྲའི་ཅིག་གི་ཉིན་མོ་ཅིག་ཆགས་ཀྱི་ཡོད་རེད་བསམ་དྲན་འདུག་བྱས་ཙང་དེའི་རྒྱུ་མཚན་བསྟན་ནས་ད་དེ་འདྲའི་ཅིག་གི

རང་ཡང་སྙིང་པོ་ལོན་ཐུབ་ཡག་འགྲུབ་ཅིག་དང། དོན་སྙིང་ཡོད་པར་བྱ་ཐུབ་ཡག་དེ་ད་དཀའ་ལས་ཁག་པོ་ཞུ་རུ་བ། དེ་འདྲ་ཡིན་དུས་ཟ་ལས་ད་ང་རང་གིས་དེ་དེ་བཞིན་དུ་ཨན། བསམ་ར་རུ་བཏང་ཨན་ཕན་པ་འགྲུབ་པ་ཞིག་བཏང་དེ་འདྲ་འགྲུབ་ཅིག་བྱ་ཡག་གི་འབད་རྩོལ་དུ་ཞུགས་ཡོད། ཨན། འབྲེལ་ཡོད་ཚང་མས་ཀྱིས་ན་དེ་ནང་བཞིན་གྱི་ཅིག་ཐུགས་སྨོན་སྐྱབས་འཇུག་གནང་དགོས་པ་དེ་ད་གལ་ཆེན་པོ་ཞིག་རག་རེད་བསམ་དྲན་འདུག། ད་ཨོ་དིང་སང་དུས་ཚོད་འདི་དང་ང་ཚོ་ཅིག་འཛམ་བུ་གླིང་གི་སྤྱིའི་གནས་སྟངས་བལྟས་པ་ཡིན་ན་འཁྲུག་ཆ་དོད་ར་ཞིག་པོ་འགྲོ་ཡ་ཅིག་ཁོ་ར་འགྱུར་བ་མང་པོ་འགྲོ་འདོད་ཡ་ཅིག་རེད་དོ་བ། ཨ་ནི་ག་ས་ག་ལ་ཡ་ཅིག་དམངས་འཁྲུག་ལང་ཨ་ནི་ག་ས་ག་ལ་ཡ་ཅིག་རྙོག་དྲ་ལང་དེ་ཡ་ཅིག་དུས་ཚོད་རུབ་ཅིག་ཆག་དེ་ཤག་ཨ་ནི་ད་ད་ན་ཞིག་ང་རང་ཚོ་ཨེ་ད་ཅིག་བོད་ཆག་ཚར་པ་ཡིན་ན་ཡང་ད་ཅིག།

ད་ང་རྒྱ་གར་ལ་ཡང་མ་སླེབས་འདི་ལོག་མང་པོ་འབྱོར་དེ་ཡོད་རེད་དེའི་ཚད་ལ་ཡང་སྐོར་འགྱུར་བ་མང་པོ་ཕྱིན་ཨ་ནི་ནང་ཁུལ་གྱི་གཅིག་མཐུན་སྒྲིལ་རེད་ད་ནས་བཞིན་གྱི་འཆམ་མཐུན་སྒྲིལ་དེ་ལ་ཡང་གཏོར་བཤིག་ཆེན་པོ་ཅིག་འགྲོ་བསྡད་འདུག་ད་དེས་ང་ཚོ་གཅིག་སེམས་ཁྲལ་ལངས་དགོས་རབས་ཞིག་རེད་འདུག་ཨ་དེའི་ཐོག་ལ་ཡང་ད་ལྟ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས

བདག་གི་སེམས་ཁྲལ་ལའང་པ་ཅི་ཕོད་ཕན་གྱི་མི་འདུག་ད་ག་ན་ང་རང་ཚོ་མི་རིགས་ང་རང་ཚོ་མི་རིགས་ངོ་རེ་ཚང་མའི་གི་ངོས་ནས་ད་ཅི་སེམས་ཤུགས་རུ་བསྐྱེད་དགོས་པ་ཅིག་དང། ཨ་ནི་འགན་རུ་བ་ཁུར་དགོས་པ་ཅིག་དུས་ཚོད་ཅིག་སླད་འདུག་བ། ད་ཡིན་ནའི་དེ་འདྲི་ཅིག་བསམ་བློ་འཁོར་མཁན་རུ་བ་དེ་ད་དེང་སང་ཅིག་ཉུང་ཉུང་ཆགས་བསྡད་གི་མེད་འགྲོ་བསམ་བསམ་རུ་ཞིག་ཡོང་བསྡད་གི་འདུག་ད་ཅིག་བྱས་ན་ད་སོ་སོ་དགའ་ཤོས་པ་ཅིག། མཐོང་གི་ཐོས་ཀྱི་མེད་པ་བྱེད་བྱེད་མ་མཐོང་ཡིན་གྱི་རེད་མ་གཏོགས་གཞན་ད་ཕར་ལྟ་ས་ལ་ཡ་ད་བསམ་བློ་བཏང་ཐུབ་ཉེན་འགན་འཁུར་ཐུབ་ཉེན་རེ་བ་ཞིག་རག་ཞིག་རག་མེད་བསྡད་མཁན་རེ་བ་ཞིག་དེ་འདྲ་ཅིག་གི་དཀའ་ངལ་ཅིག་ཡོང་སྡིག་འདུག་བ་བྱས་ཙང་དེའི་རྒྱུ་མཚན་བསྟན་ནས་ད་ལྟ་སྐུ་མདུན

བཀོད་དེ་ང་ཚོའི་གོ་སྒྲིག་ཚོགས་ཆུང་དང་གཞིས་གྲོལ་མཁན་གྱི་ཁག་ཅིག་ལ་བཅར་འདྲི་ཞུས་ཡོད་པའི་རྣམ་པ་ཚོས་གསན་གཟིགས་གནང་རོགས། མཁན་པོ་ལ་ཐོག་མར་འཚམས་འདྲི་ཞུ་བ་དང་ནི། ད་རིང་རྒྱལ་བ་ཀརྨ་པ་དགུང་གྲངས་བཞི་བཅུ་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་ཞུ་སྒོ་ར་བོ་སྟེགས་ཀྱིས་ད་རིང་འཁྲུངས་སྐར་དེ་གོ་སྒྲིག་བྱེད་མཁན་སུ་ཡིན་མིན་ད་རིང་འཁྲུངས་སྐར་དང་འབྲེལ་བའི་མཛད་རིམ་ག་རེ་ག་རེ་ཡོད་མེད་ངོ་སྤྲོད་ཅིག་གནང་རོགས་ཅེས་དང། ང་ཚོ་བཀྲ་ཤིས་བདེ་ལེགས་རྣམ་པ་ཚོ། ད་བོད་ཀྱི་བང་ཆེན་གསན་གཟིགས་གནང་མཁན་ཚང་མ་ལ་ཡང་ཐོག་མར་ཞོགས་ཀའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང། དེ་ནས་དེ་རིང་ད། དེ་རིང་ཡང་དམིགས་བསལ་གྱིས་ག་རེ་ཆགས་འདུག་གི་རེད་ཟེར་ན་སྟབས་ལེགས་སྟེས་དབང་གིས་ཅི་དང། རྒྱལ་བ་ཀ་མ་པ་གི་ཡ་ཁུ་ཡི་འཁྲུངས་སྐར་དེ། ང་ཚོ་ནམ་རྒྱུན་ཡིན་ན་བོད་ཟླ་གཅིག་པུ་བརྩི་གི་ཡོད་རེད། ནམ་རྒྱུན་ག་དུས་འཁེལ་གི་རེད་ཟེར་ན་བོད་ཟླ་ལྔ་པ་གི་ཚེས་པ་གཅིག་ལ་ཏག་ཏག་འཁེལ་གི་ཡོད་རེད། དེ་ནི་སྙེ་མ་བར་སྐབས་ཀྱི་ང་ཚོ། ད་ལྟ་ཕྱི་ཟླ་དྲུག་པ་གི་ད་རིང་གི་གསར་འཁྲུག་དེ་རིང་གི་ཉིན་མོ་དེ་བརྩི་གི་ཡོད་རེད། དེ་ནི་ཕྱིས་སུ་ཁོང་གི་ཡ་ད། ད། ག་རེད་ད། ཁྱེད་བོད་ཀྱི་ལོ་ཐོ་རང་བརྩིས་ན་དེ་ཡག་པོ་འདུག་ཟེར་ནས་བཀའ་ཕེབས་པ་ནང་བཞིན་བྱས་ན་ང་ཚོ་ལོ་གཉིས་གསུམ་དེ་འདྲའི་ཚིག་རེད་ད་ད་ལན་འདི་སྟབས་ལེགས་སྟེས་དབང་གིས་བོད་ཟླ་འདི་ཡང་བོད་ཟླ་ལྔ་པ་གི་ཚེས་པ་གཅིག་ཏག་ཏག་ཁེལ་དཔྱིད་ཟླ་དེ་ཡང་ཕྱི་ཟླ་དྲུག་པ་གི་སྟ་རིང་ས་དྲུག་ཏག་ཏག་ཁེལ་འདུག་ལ་དེ་ཡིན་དུས་དེ་ནས་ད་དམིགས་བསལ་ད་ལན་ང་ཚོ་དེ་འདྲའི་རྒས་པ་རང་གྲ་སྒྲིག་འདི་ལ་ཞུགས་ཐུབ་ཡོད་མ་རེད་ཡིན་ན་ད་ད་ལན་ང་ཚོ་ད་ལྟ་འདི་པ་ལས་འགྱུར་ཐོག་གྲ་བཟང་བྱས་དེ་ནས་ང་ཚོ་ཚུར་བསླབ་རང་མཉམ་རུབ་ཀྱི་ཐོག་ནས་དེ་ནས་ང་ཚོ་ད་ཅིག་གསུང་ཆོས་ཆུང་ཆུང་ཅིག་ཞུ་གི་ཡོད་རེད་ལ།
ད་རིང་ཉི་མ་གཅིག་གི་མཛད་རིམ་གར་གར་ཡོད་ན། ད་དེ་རིང་ལགས་སོ། ད་དེ་རིང་ཉི་མ་གཅིག་གི་མཛད་རིམ་འདྲ་བོ་ཞུ་བ་ཡིན་ན་ད་ད་རང་ཞོགས་ཀའི་ཞོགས་ཀའི་ཆུ་ཚོད་དགུ་པ་ནས་ད་བར་དབུ་བཟུང་གནང་རོགས་ཨ་ལགས། དེ་རིང་དམིགས་བསལ་གྱི་ཁོང་དྲ་ཐོག་ལ་ཕེབས་བྱས་དེ་ནས་ཞོགས་ཀའི་ང་ཚོ་ད་ལྟ་ཆུ་ཚོད་དགུ་པ་ལ་ཚང་མ་ཡར་འཛོམས་དེའི་རྗེས་ལ་དེ་ནས་ང་ཚོ་མེ་འདྲ་སྐུ་གསུམ་ཁོང་ལ་ཕབ་མེ་འདྲ་སྐུ་གསུམ་གྲྭ་ཚང་དང་བླ་བྲང་གཉིས་ཀ་གི་ཐུན་མོང་གི་ཐོག་ནས་མེ་འདྲ་སྐུ་གསུམ་འདེགས་སྐུར་ཞུ། དེ་ནས་དེའི་རྗེས་ལ་དེ་ནས་ཁོང་ད་ཚང་མ་འདུ་འདུ་མང་ཆ་ལ་ཡར། ད་ནི་སང་སོང་བཞིན་པ་རེད། དེ་ནས་དེའི་རྗེས་ལ་ད་ད་ནི་ཉིན་གུང་གསོལ་ཚིགས་རྒྱས་པ་ཅིག་ཡོད་རེད་ཞལ་ལག་རྒྱས་པ་ཅིག་ད་ནི་ང་ཚོ་ད་ཅིག་ལྷན་རྒྱས་ཕན་མཁན་ཚང་མ་ལ་ཡང་ཞལ་ལག་རྒྱས་པ་ཅིག་གྲྭ་ཚང་གི་ངོས་ནས་གྲྭ་ཚང་དང་བླ་བྲང་ཐུན་མོང་གི་ངོས་ནས་གྲ་སྒྲིག་ཞུས་ཡོད་རེད། དེ་ནི་དེ་ག་ནང་བཞིན་དེའི་རྒྱབ་ལ་དེ་ཉིན་གུང་རྒྱབ་ལོགས་ལ་ད་ང་ཚོ་དམིགས་བསལ་འདི་ཁྱབ་བསྒྲགས་ད་གང་བཏང་ཡོང་མ་རེད་ད་ཡིན་ན་ང་ཚོ

ད་ཞི་དེ་ལས། ད་རིང་ང་ཚོས་ལྕང་སྐར་མ་པ་ཀྱི་དགུང་ལོ་བཞི་བཅུ་ལ་འཕེལ་བའི་འཁྲུངས་སྐར་ལ་ང་ཚོས་ཁ་ཚང་ད་ལྟ་བྱིས་པ་ཕུད་ད་ལྟ་བཙན་བྱོལ་ནང་གི་བྱིས་པ་སོན་ཚེ་ཀྱི་ཁོ་རང་གི་ཞེ་གསར་བ་ཅིག་མདང་དགོང་ང་ཚོས་བཏོན་ཡོད་རེད་ཞེས་དེ་སྐར་མ་པ་ཁོ་རང་བྱེད་དོ་རེད་ཨ་ནི་དེ་ང་ཚོས་ད་རིང་ཉིན་གུང་བརྒྱབ་ལ་ཨ་ནི་བརྗོད་དོན་དགོངས་པ་ལ་སྐམ་པ་བྱེད་དོ་ང་ཚོས་ཞེས་དེ་ཁྱབ་ཁ་ལེན་ཡིན། ཨ་ནི་ད་རིང་མི་སེར་འགྲོ་བ་སོང་བ་ཡོད་རྒྱུས་ལང་དེ་དུ།

གཅིག་སྟེ་ང་སོ་ཞེས་ཡང་ཁ་ཤས་ཀྱིས་བྱ་བ་མི་འདྲ་ཁ་ཤས་ཀྱིས་ཉམས་འདི་ཁར་ཚང་ངེད་ལ་སྲུང་བརྩི་དགོས་ཞེས་གསར་བ་བསྟུན་ཡོད་རེད་སྐར་མ་པ་ཁོང་རང་ཁོང་རེ་གི་ཆེད་དུ་ཧོ་དེ་བཤད་དེ་དེ་རིང་ང་སོ་ཅིག་གྲྭ་ཆ་བཞི་ཡོད། ཨ་ནི་གཞིས་ཁྲོད་ཀྱི་ག་བཟོད་ཡོད་མེད་དང་ཨ་ནི་ད་རིང་རྒྱུས་ལངས་དེ་ཐུག་ལ་ཡང་དམིགས་བསལ་གསུང་བར་འགྲོ་ཡོད། ཨོ་ད་ང་སོ་ཞེས་འཁྲབ་མཁན་ཕལ་ཆེར་དེ་རིང་དགོད་འགྲོ་གི། བུ་ཞེས་བུ་མོ་མངགས་འགྲོ་བྱས་ནས་བུ་གཅིག་གཉིས་ཡང་ལས་ཁག་གི་དཀའ་ངལ་ཕྱིན་ནས་ལས་ཐུབ་མ་སོང། ནི་ད་དེ་རིང་ང་ཚོ་ངོ་ནས་ཞེ་གཉིས་སུ་གྲགས་ཡོད། ནི་ད་དེ་རིང་ཁོང་རེ་གི་རྐང་འཁྲུངས་ཁང་ཉིན་མོ་དེ་ལ་ནི་ཚང་མ་སྤྲོ་བོ་ཡོང་བ་དང་ནི་ཁོང་རེ་གི་སྐུ་སྲོག་ཁྲི་ལོ་ནས་ཁྲི་ལོ་བརྟན་པའི་ནི་བཀྲ་ཤིས་བདེ་ལེགས་ཡོད།